ཁ་སང་གི་སྐད་ཆའི་བཞུགས་ཚགས་ཅིག་བཤད་ཉན་འདོད་པ་རེ་བྱས་འདུག་གང་ལྟར། ཨ་ནེ་སྐྱབས་འགྲོ་ངོས་བཟུང་བ་ལ་ཡང་ཨ་ནེ་རྟེན་འབྲེལ་ཟད་དེ་གཞི་ཡལ་དུ་གལ་ཆེན་པོ་རེ་ཟད་དེ། ད་ནང་པ་སངས་རྒྱས་པ་ཅིག་ཡིན་ཕྱིན་ཆད་ལ། སྐྱབས་སུ་འགྲོ་བའི་སྐྱབས་འགྲོ་རྣམ་དག་ནི་ངོས་སུ་ང་ཅིག་ལ་ཡིན་ཏེ་གལ་ཆེན་པོ་རེད་ཟེར་ནས་ཨ་ནི། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཐུན་མོང་མ་ཡིན་པའི་ཡོན་ཏན་ཅིག་བཤད་ཡ་ལ་ཡང་ཁྱད་ཡོད་པ། འོ་ཆོས་དཀོན་མཆོག་དེ་སྐྱབས་དངོས་ཡིན་སྟངས་ཀྱི་ཐོག་ལ་ག་འདྲས་ཡིན་པ་འདི་ཁ་ཚང་ཞུས་ཚར་རེད། ད་དེ་ནས་དགེ་འདུན། སྐྱབས་སྒྲུབ་པའི་ཟླ་གྲོགས་སུ་ཟེར་ནས་དགེ་འདུན་གྱི་དམིགས་པ་བཏགས་ས་ཟེར་ཅིག། སངས་རྒྱས་ཀྱི་སྐྱབས་སྟོན་པ་པོ་ཆོས་སྐྱབས་དངོས་དགེ་འདུན་སྐྱབས་སྒྲུབ་པའི་ཟླ་གྲོགས་འམ་དམིགས་པ་བཏགས་ས། དེ་འདྲས་ཅིག་ཟེར་ན་དེ་ག་འདྲས་སུ་བྱས་རྗེས་དམིགས་པ་བཏགས་ས་ཆགས་ཀྱི་ཡོད་ན་ལོག་པ་ག་འདྲས་སུ་ཆགས་ཀྱི་ཡོད་ན། དེ་ཡང་ད་ལྟ་པ་དེའི་དེ་ཟབ་མོ་པ་ད་ཟེར་ཏེ་རྟེན་འབྱུང་གི་དོན་དེའི་ཐོག་ནས་འགྲེལ་བཤད་ཡག་ཤོས་ཅིག་ཡོང་གི་ཡོད་པ་འགྲོ་ཅིག།

ངང་གསུངས་པའི་སྐབས་ལ་ཡང་གོ་ལྔ་སྟེ་བཟང་པོའི་རྒྱུད་ལ་ཡང་དཔེར་ན་རྟོགས་པའི་ཡོན་ཏན་རིམ་པ་བཞིན་དུ་ཚོགས་ལམ་སྦྱོར་ལམ་མཐོང་ལམ་རིམ་པ་བཞིན་དུ་ཡང་སྐྱེ་ཡོང་ནས། གཞི་ནས། གཅིག་ཆོས་ཀྱི་འཁོར་ལོ་བསྐོར་བསལ། གཅིག་དངོས་གནས་ཐམས་ཅད་དགེ་འདུན་བསལ་ཏེ་སྐབས་དེ་དུས་གཞི་ནས་མགོ་བཙུགས་ཡ་ཨོ་དེ་ནི་དེ་འདྲའི་གཅིག་གིས་ད། གཅིག་གནས་ཚུལ་གཅིག་ཡོང་གི་འདུག་བ། ད་དེ་ནས། སྐབས་སུ་བབ་པས་ཀྱི། ད་ལྟ་ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང། དེ་རྒྱུ་དེ་བཞིན་གཤེགས་པས་གསུངས། རྒྱུ་ལ་འགོག་པ་གང་ཡིན་པ། དགེ་སྦྱོང་ཆེན་པོས་དེ་སྐད་གསུངས་ཟེར་ནས་ད་ནམ་རྒྱུན་ང་ཚོའི་ཁ་ནས་སྐྱོག་དལ་དེ་འདྲ་ཅིག་རེད་ད་ལྟ་བསྟན་ཅིང་འབྲེལ་བ་བརྗོད་མདོ་དེ་རྣམས་ཚིག་ཟུར་ཏིས་མི་འདྲ་བ་འདུག་མ་གཏོགས་དོན་དག་གཅིག་པར་བ། བརྗོད་བྱ་གཅིག་པ་གཅིག་རྐྱང་རེད་འདུག་འང་ད་ཚིག་སྦྱོར་མི་འདྲ་བ་ཙམ་མ་གཏོགས། འོ་ན་དེ་འདྲ་བ་དེ། ཨ་ནི། གསུང་ས་ག་བ་གསུང་གི་ཡོད་རེད་ཟེར་བྱས་པ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཀྱིས། དོན་དེ་འདི་སུམ་ཅུ་རྩ་གསུམ་གྱི་གནས་ལ་ཡང་འདུ་བྱེད་ལྷའི་གནས་ལ་ཡང་གསུམ་པ་གཅིག། མདོ་ཐིག་གི་གླིང་བཞི་དང་བཅས་ནས་ཡོང་བ་གཅིག་འདུག་བ། རེད་དེ། ད་ལྟ་ང་རང་ཚོས་ཀྱིས། འདུལ་བའི། བཀའ་འགྱུར་གྱི་ནང་གི་འདུལ་བ། དེ་ཚོའི་ནང་ནས་མ། འདུལ་བ་ཀ་པ། དང་འདུལ་བ་པོ་ཏི་བཅུ་གསུམ་ཡོད་འདུལ་བ་ཀ་པ་ནང་ནས་མ། འདུ་བྱེད་འཇལ་བ་ཡིན་ན། ཨེ་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་འཁོར་གྱི་གཙོ་བོ། ཤེས་རབ་ཀྱི་མཆོག་ཏུ་གྱུར་པ་ཤཱ་རིའི་བུ། རྫུ་འཕྲུལ་གྱི་མཆོག་ཏུ་གྱུར་པ་ཨེ་ནས་མོ་མཁའི་བུ། འོ་ཁོ་ན་ཉིད་དེ། ཐོག་མར་ཨེ་ནས་ཅིག་སྔོན་གནས་དྲང་གནས་ཀྱི། ཅིག་ནང་པའི་བསྟན་པ་ལ་ཡང། འཇུག་ཡག་གི་སྒོ་དང་པོ་དེ། དེ་འདྲ་བའི་གི་རྟེན་ཅིག་འབྲེལ་པ་འབྱུང་བའི་མདོ་དེའི་དོན། ཨེ་ནས། འཕགས་པ་རྟ་ཐུག་གི་རྩ་ནི་སན་ཇའི། འཕགས་པ་རྟ་ཐུག་གནས་བརྟན་ཨ་ས་ཅི་སི་ཏུ་ཨ་ར་ཡ་ཨ་ས་ཅི། ཨ་ར་ཡ་ཨ་ས་ཅི་གི་ལམ་ཁ་ནས་མཇལ་རྗེས་བཀའ་འདྲི་ཞུས་ནས་ཁོང་གིས་རྟེན་འབྲེལ་གྱི་མདོ་དེ་ཟུང་དེ་མ་གསུངས་རྗེས་དེའི་དོན་དེ་ཐོག་མ་ཤཱ་རིའི་བུ་གིས།

དེ་བཞིན་གཤེགས་པའི་སྐབས་དེ་དུས་ད་ཏིག་ཆོས་སྒྲོས་ཟུར་གྱི་རེད། དེ་བཞིན་གཤེགས་པའི་སྐབས་དེ་དུས་དེ་བཞིན་གཤེགས་པ་རང་ཉིད་ཀྱིས་འདུལ་བའམ། ཨ་ནི། ད་ཉན་ཐོས་ཀྱིས་འདུལ་བར་བྱ་བ་ག་རེ། ཨ་ནི། ཡིན་ནི། ད་མཆོག་ཟུང་རྣམ་པ་གཉིས་ཤཱ་རིའི་བུ་དང་མོ་འགལ་བུ་རྣམ་པ་གཉིས་ཏེ། ཨ་ནི། སུའི་རྗེས་སུ་འཛིན་པ། གཅིག་གི་ལས་འབྲས་ཐུན་མོང་མ་ཡིན་པ་ག་འདྲའི་ཅིག་ཡོད་མེད་དེ་བཞིན་གཤེགས་པའི་དགོངས་པའི་སྐབས་ལ། ཨ་ནི། ཉན་ཐོས་ཀྱིས་འདུལ་བ། ཨ་ནི། འཕགས་པ། གནས་བརྟན་ཨ་ས་ཆི།

ཐུགས་ཐག་བཅད་ནས། ཨན་ཅིག་ད་ང་ཉིད་གཉིས་ནི་ད་ལྟ་ཅིག་ད་ལམ་གྱི་རྟོགས་པའི་ཡོན་ཏན་ཐུན་མོང་མ་ཡིན་པའི་རྒྱུ་ལས་སྐྱེ་ཡང་སྟེ། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཚུལ་འདི་ལ་བརྟེན་ནས་ད་སྐྱེས་པ་ཡིན་ཙང་ད། སྟོན་པའི་རྗེས་སུ་རབ་ཏུ་བྱུང་ཡང་ཅིག་གིས་ད་དུག་སུ་ཆེ་ནས་ཐུགས་ཐག་བཅད་ནས། ཁོ་རང་གཉིས་ཀྱིས་དགེ་ཕྲུག། ཉིས་བརྒྱ་ལྔ་བཅུ་ཉིས་བརྒྱ་ལྔ་བཅུ་བྱས་ནས་ལྔ་བརྒྱ་ཡོད་ཡིན་པ་རེད། ཧོ་དུག་སུ་ཆེ་ནས་དགེ་ཕྲུག་ལྔ་བརྒྱ་དུ་བཅས་པ། ད། དོན་དུ Rajgiri གྱི་འོ་མའི་ཚལ་ལ་ཡང། བདུད་རྩི་སངས་རྒྱས་བཅོམ་ལྡན་འདས་བཞུགས་གདན་འཇགས་ས་ལ་ཡང་ཕེབས་ཡོད་འདུག། སངས་རྒྱས་བཅོམ་ལྡན་འདས་ཀྱི་འཁོར་སྡེ་ཚན་གཅིག་ལ་ཡང་ཆོས་གསུང་བཞིན་པས། ཀྱི་བཀའ་མོས་གསུང་བཞིན་པས་སོར་གཅིག་འོག་ཐུགས་སུ་ཡོད་དེ་བ་ཆད། འཕགས་པ་རྟ་ཐུལ་དེའི་ཤིང་སྡོང་གཅིག་གི་འོག་ལ། ནང་དུ་ཡང་དག་འཇོག་ལ་ཡང་མཉམ་པར་བཞག་དེ་བ་གཅིག་ཡིན་པ་ཆད། ཨོ། དེ་འདྲ་ཡིན་དུས་ཤཱ་རིའི་བུ་དང་མོ་མགོན་པོ་ཁོ་རང་གཉིས་ཀྱིས། ད་ཐག་ཉེ་རུ་ཉེ་རུ་ཉེ་རུ་ཡར་བཅར་ཡོང་པའི་སྐབས་ལ། ཨོ་ཁ་སང། ཨེ་ནི་ངས་མཇལ་ནི་ཆོས་གསུང་མཁན་གྱི་ལམ་སྟོན་གནང་མཁན་དེ། ཨེ་ནི་བོད་ཀྱི་ཤིང་སྡོང་འོག་ལ་ཡོད་མཁན་སྒོམ་རྒྱག་མཁན་དེ་ཁོང་རེད་བཞག་འདུག། ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཞུ་ཡ་དེ་བྷི་གའི་འཁོར་ཚོགས་ཁ་ཤས་ཅིག་དང་བཀའ་མོལ་གནང་རྗེས་བྷི་ག་བཞུགས་བསྡད་མཁན་དེ་རེད་བཞག་འདུག། ད་ང་རང་གཉིས་ཀྱིས་ལྟ་ཇི་དངོས་གནས་དོན་ནི་སྟོན་པ་གཙོ་བོ་དེ་ནི་ཕི་གི་རེད། ཐུབ་པ་སངས་རྒྱས་བཅོམ་ལྡན་འདས་འདི་རེད། ད་ཕྱག་དང་པོ་དེ་སུ་ལས་ཚད་དཀའ། སྟོན་པའི་སྐུ་མདུན་ལས་ཕྱིན་ནི་ཕྱག་ཚད་དཀའ། ཨེ་ནི། ཁ་སང་ལམ་སྟོན་ན་ནི་དགེ་རྒན་དེ་གིས་ངའི་ནི་ཕྱག་ཚད་དཀའ་གར་བཅག་ཟེར་ནས་ཁོ་རང་གཉིས་ཀྱིས་གོ་བསྡུར་གྲོས་བསྡུར་བྱས་ནས། ད་སྟོན་པ་རྩ་ཆེན་པོ་ཡིན་གྱི་རེད་དེ། གང་ལྟར་ང་རང་གཉིས་ལ་ཡང་བདེན་པ་མངོན་པར་རྟོགས་པའི་ལམ་འདི།

འཕགས་པ་རྟ་ཐུག་ལ་ཡང་རང་གི་དགེ་བའི་བཤེས་གཉེན་དུ་བརྩིས་ནས། དཔེར་ཐོག་མར་གུས་པ་བ་ཐུགས་སུ་བྱས། ད་དེ་ཅིག། འདུལ་བའི་གཞུང་ནས་བཤེས་གཉེན་བསྟེན་ཚུལ་ཐུན་མོང་མ་ཡིན་པ་ཅིག་གི་གནད་དེ། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་དག་ཁོ་ན་ཉིད་ཀྱི་གནང་སྟངས་དེ་བསླབ་བྱ་ཐུན་མོང་མ་ཡིན་པ་ཅིག་ཡོད་བསྡད་པ་ཅིག་རེད་ཤག་བསམ་རབས་ཅིག་ང་དེ་འདྲའི་དྲན་གྱི་ཡོད། བཟའ།

དེ་འདྲའི་ཆེད་ཡིན་དུས། སེམས་ཅན་ཐམས་ཅད་ཀྱི་དོན་དུ་བདག་སངས་རྒྱས་ཀྱི་དགོངས་པ་ཐོབ་པར་ཤོག་ཅིག་ཐོབ་པར་བྱའོ་སྙམ་པའི་ང་རང་ཚོའི་སེམས་བསྐྱེད་བྱེད་ཀྱི་ཡོད་རེད། དེ་འདྲ་བ་དེ་ང་ལ་དེ་འདྲ་བའི་བསྟོད་ཚབ་ཆེན་པོ་ཡོད་ན་མེད་ན། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱིས་སེམས་ཅན་ཐམས་ཅད་ཀྱི་མཛད་པ་མཛད་ཀྱི་ཡོད་རེད། ང་ལ་དེ་འདྲའི་བསྟོད་ཚབ་ཆེན་པོ་ཨེ་ཡོད། ང་སངས་རྒྱས་མ་རྒྱལ་ཅིག་ལ་སེམས་ཅན་ལ་ཡང་ཞེ་དྲག་བསྟོད་ཚབ་ཆེན་པོ་ཨེ་ཡོད་མི་ཡོད་སྐབས་རེད། རྣམ་རྟོག་ལ་ཐ་མལ་པ་ཡིན་ཙང་དེ་འདྲའི་རྣམ་རྟོག་སྐྱེ་སྲིད་རེད་བ། ཨོ་དེ་འདྲའི་རྣམ་རྟོག་སྐྱེ་བའི་སྐབས་ལ། ད་ལྟའི་ལོ་རྒྱུས་འདི་གིས་ཕན་ཐོགས་ཆེན་པོ་ཡོང་ས་རེད་བ། སངས་རྒྱས་བཅོམ་ལྡན་འདས་སྐུ་དངོས་ཞལ་བཞུགས་པའི་སྐབས་ལ། འཕགས་པ་ཤཱ་རིའི་བུ་དང་མོ་འགལ་བུ་འདུལ་བར་བྱ་བ་སྐབས་སུ་བབས་པ་སྟེ། སངས་རྒྱས་རང་ཉིད་ལས་ཀྱང་འཕགས་པ་ལྟ་ཐུག་ལ་ཡང་འབྲེལ་བ་ཆེན་པོ་ཡོད་པ་ལས་འབྲས་ཐུན་མོང་མ་ཡིན་པ་ཡོད་དེ་བ། ཨོ་དེ་འདྲའི་གི་ཐོག་ནས་འཕགས་པ་ལྟ་ཐུག་བར་ཆད་དུ་གཉེར་ནས་ཨ་ནི་དེ་རིང་འཇའ་གོས་ག་ས་རྒྱལ་པོའི་ཁབ་ཀྱི་གྲོང་ཁྱེར་ལ་རྒྱུགས་སོང་བ་སོང་ཡ་གཅིག་འདུག་བ། ཨོ་དེ་ལས་ཀྱི་འབྲེལ་བ་ཐུན་མོང་མ་ཡིན་པ་ཟད་ཅིག་ཨོ། ཡོད་བསྡད་པ་ཅིག་དེ་འདྲས་ཡིན་དུས། སུ་སུའི་དགེ་རྒན་ཟེར་མཁན་དེ་ལས་ཀ་བྲལ་བ་ཐུང་ངུ་མ་ཡིན་པ་ཅིག་ཡོད་བསྡད་པ་དེ། ཨོ། ཅིག། དེ་ལ་ཡང། ཨ་ནི། བསྟོད་ཚབ་ཆེན་པོ་ཡོད་བསྡད་པ། དེ་འདྲས་ཡིན་དུས། འཇའ་འགོང་བླ་མ་ཙོང་ཁ་བ་ཆེན་པོ་ལ་ཡང། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་གཟིགས་པའི་སྐབས་ལ། བླ་མ་དང་ཡི་དམ། ངོ་བོ་དབྱེར་མེད་དུ་བྱས་ནས་གསོལ་བ་བཏབ་པ་དང་གཅིག། གཞུང་ཆེན་པོ་ལ་ཐོས་བསམ་སློབ་གཉེར་བྱས་པ་དང་གཉིས། ཚོགས་བསགས་སྒྲིབ་སྦྱང་ནན་ཏན་དུ་བྱ་བ་གསུམ་གྱི་ཐོག་ནས་ཨེ་ནས་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་རིང་པོ་མི་ཐོགས་པ་ཨེ་ནས་རྟོགས་དགོས་རེད་གསུངས་ཡ་གཅིག་གི་སྐོར་རྒྱུ་མཚན་ཆེན་པོ་གསུམ་སྔོན་དུ་བཏང་ནས་གསུང་གི་འདུག་བ་འོ་ད་དེ་ཚོ་འབྲས་ཟབ་ཆེན་པོ་ཡོད་བསྡད་པ་ཅིག་ཡིན་པ་འདྲ། ད་དེ་ནས་བརྗོད་བྱ་དངོས་གཞི་འདྲ་པོ་ཞིག་ལ་ཆ་བཞག་པ་ཡིན་ན། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་དེ་རྒྱུ་དེ་བཞིན་ཤེས་པས་གསུངས་རྒྱུ་ལ་འགོག་པ་གང་ཡིན་པ་དགེ་སྦྱོང་ཆེན་པོས་དེ་སྐད་གསུངས་ཟེར། དེ་འདྲའི་ཤོ་ལོ་ཀ་སྟེ་གྱི་བདེན་པ་ཞིག་གི་རྣམ་བཞག་བསྟན་གྱི་ཡོད་བསྟན་ཚུལ་སྐོར་དེ་ཁ་ཚང་ཅིག་ཞུས་པར་བབས། ད་དེ་ལ་ཡ་ཡིན་པ་ལ་ཆ་བཞག། ད་དེ་འགྲིག་པ་ཡིན་པ་ལ་ཆ་བཞག། ད།

རྒྱུ་ཀུན་འབྱུང་བདེན་པ་ལས་བྱུང་བ་རེད། རྒྱུ་ཀུན་འབྱུང་བདེན་པ་ལས་བྱུང་བ་དེ་ཡང། ད་ལྟ་འདི་ས་ལུས་སྦྱངས་པའི་མདོ་ཡི་སྐབས་སུ། ད་ལྟ་འདི་འདི་འདྲིས་བསྡུ་བ། རྟེན་ཅིང་འབྲེལ་བར་འབྱུང་བ་ཞེས་བྱ་བ་འདི་ལྟ་སྟེ། འདི་ཡོད་པས་འདི་འབྱུང། འདི་སྐྱེ་བའི་ཕྱིར་འདི་སྐྱེ། འདི་ལྟ་སྟེ་མ་རིག་པའི་རྐྱེན་གྱིས་འདུས་བྱས་འདུས་བྱས་ཀྱི་རྐྱེན་གྱི་རྣམ་པར་ཤེས་པ་ཞེས་བྱའོ། འདི་ཡོད་པས་འདི་འབྱུང། འདི་སྐྱེས་པས་འདི་སྐྱེ་གསུང་ཡང་ཇི་བཏུང་བའོ།

དེ་ཡིན་དུས་མ་རིག་པའི་རྐྱེན་གྱིས་འདུས་བྱས་འདུས་བྱས་ལས་རྣམ་ཤེས་སུ་བྱེད་ཅེས་ཁོ་རང་མཐུན་པའི་རྒྱུ་ལས་མ་ཡོང་གི་འོ་རེད། ཨ་ནི་འགགས་པའི་སྐབས་ལ་ཡིན་ན་ཡང་མ་རིག་པ་འགགས་གསུངས་ན་ཨ་ནི་འདུས་བྱས་འགགས་གི་རེད་འདུས་བྱས་འགགས་གསུངས་ན་ཨ་ནི་དེ་ནས་མ་བྱས་པའི་ཨ་ནི་བག་ཆགས་སྒོ་བཞིའི་རྣམ་ཤེས་ནི་བྱས་བྱས་མ་གཏོགས་ཟེར་མི་སྲིད་འགགས་འགྲོ་གི་རེད་ཟེར་ནས་དེ་འདྲའི་ལུང་ཆུང་དང་ལུང་མདོག་ཀུན་ནས་ཉོན་མོངས་མཆོག་གི་དེ་འདྲའི་རྒྱུ་ལུང་ཆུང་ལུང་མདོག་རྣམ་བྱང་མཆོག་གི་དེ་འདྲའི་ལུང་ཆུང་ལུང་མདོག་འོ་ཐུགས་སུ་བྱས་ནས་མ་གསུངས་ཡ་དེ་འོ། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང། དེ་རྒྱུ་དེ་བཞིན་གཤེགས་པས་གསུངས། རྒྱུ་ལ་འགོག་པ་ཟ་བའི་འོ། ད་དེ་ཡི་ཨ་ནི་རྒྱུ་འབྱུང་མི་ཟློག་གི་རིམ་པ་དེ་གི་དེ་གོ་ཧྲོབ་ཧྲོབ་བྱེད་ན་དེ་འདྲི་བྱེད་ནི་ད་གོ་ཐུབ་ཡག་ཅིག་འདུག་ག། མ་རྒྱ་ཆེན་པོ་ཞུ་གཅིག་ཡིན་པར་བརྗོད་བྱའི་ཚིག་དེ་ཤོལ་ཀ་གཅིག་གིས་གསུངས་གི་འདུག་ག། ཆོས་རྣམས་ཐམས་ཅད་རྒྱུ་ལས་བྱུང་ཟེར་ནས་ཤོལ་ཀ་གཅིག་གིས་ད་བརྗོད་བྱ་དེ། གལ་ཏེ། ཀུན་ནས་ཉོན་མོངས་མཆོག་གི། རྟེན་འབྲེལ། རྒྱུ་འབྲས་ཀྱི་ལུང་བྱུང་ལུང་རྟོགས་ཀྱི་རིམ་པ་ཆ་ཚང་གཅིག་གསུངས། རྣམ་བྱང་མཆོག་གི་རྟེན་འབྲེལ་ལུང་བྱུང་ལུང་རྟོགས་ཀྱི་རིམ་པ་ཆ་ཚང་གཅིག་གསུངས། ལུང་བྱུང་ཟེར་དུས། མ་རིག་པ་ལ་བརྟེན་ནས་འདུས་བྱས་འབྱུང་གི་རེད་ཟེར་ནས་ཐ་མ་མིག་གི་རྒ་ཤི་བར་དུ་མ། དེ་ལ་བརྟེན་ནས་དུག་གསུམ་མ་ཡོང་གི་རེད་ཟེར་དུས། ལུང་རྟོགས་ཟེར་ཡིན་དུས་རྒ་ཤི་གང་ལ་བརྟེན་ནས་བྱུང་བ་རེད་ཟེར་ཡིན་དུས་སྐྱེ་བ་ལ་བརྟེན་ནས་བྱུང་བ་རེད། ཨོ་དུག་སྲིན་ནི་ཡ་བྱེད་ནི། འདུས་བྱས་ཁ། དེ་འདི་འདི། ལས་ཀྱི་ཀུན་འབྱུང་དེ་ག་རེར་བརྟེན་བྱུང་བར་ན་རྩ་བ་མ་རིག་པ་ལ་བརྟེན་བྱུང་བ་རེད་ཟེར་ནས་ཡ་དུག་སེ་བྱེད། ད་རྣམ་བྱང་ཕྱོགས་ཀྱི་མ། མ་གསུངས་ཡིན་དུས། མ་རིག་པ་འགགས་པས་འདུས་བྱས་འགགས་གི་རེད་ཟེར་ནས་མ་དུག་སེ་མ་གསུངས། ཨེ་ནི། སྐྱེ་བ་འགགས་པས་འགའ་ཞིག་འགགས་གི་རེད་ཟེར་ནས་ཐ་མ་དེ་བར་དུ་མ་སྐྱེས། ཨེ་ནི། འགའ་ཞིག་གང་ལ་བརྟེན་ནས་འགགས་ན་སྐྱེ་བ་འགགས་པས་འགགས་གི་རེད་ཟེར་ཅེས་ཡ་བྱེད་ན་རྣམ་བྱང་ཕྱོགས་ཀྱི་ལུགས་མདོ་དེ་ཡིན་དུས། འདུས་བྱས་ཀྱི་ཨེ་ནི་ག་ལ། ལས་ཀྱི་ཀུན་འབྱུང་དེ་ཨེ་ནི་རྩ་བ། མ་རིག་པ་འགགས་པའི་སྟོབས་ཀྱིས་ཨེ་ནི་འགག་གི་རེད་ཟེར་བྱས་བྱས་ད་གང་ལྟར། འཁོར་བ་འཇུག་པའི་རིམ་པ་འཁོར་བ་ལྡོག་པའི་རིམ་པ་དེ་ག་བ་འགག་གནད་འགག་གཙོ་བོ་དེ་ག་བ་ལ་ཐུག་གི་འདུག་ཟེར་ན། ཨེ་ནི། འཁོར་བའི་རྩ་བ་བདག་འཛིན་མ་རིག་པ་ད་དེ་ཨེ་ནི་ལྡོག་ཐུབ་མ་ཐུབ་ཅིག་དང་ལ་ཐུག་གི་ཡོད་པ་དེ། རྟེན་འབྲེལ་གྱི་རྣམ་གཞག་ཡན་ལག་བཅུ་གཉིས་ཀྱི་རྣམ་གཞག་དེ་གི་བརྗོད་བྱ་གཙོ་བོ་དེ་བབས་ས་དེ་ལ་རེད། དེ་འདྲའི་ཡིན་ཙང་དཔལ་མགོ་འཕགས་པ་ཀླུ་སྒྲུབ་ཀྱི་རྩ་བ་ཤེས་རབ་སྐབས་ལ་ཡང་མ་རིག་སྒྲིབ་པའི་ཡང་སྲིད་ཕྱིར་ཟིན་ནས་འོག་ཏུ་བྱས་རྗེས། རྟེན་འབྲེལ་བརྟག་པའི་ཁ་ཐུག་འདི་རབ་འབྱེད་སྐབས་ལ་གཟིགས་རིམ་ཅིག་མ་གསུངས་པ་ཡང་གནད་འགག་དེའི་ཐུགས་ཀྱི་ཡོད་པ་ཆེ། ད་འོ་ན་མ་རིག་པ་དེ་འགག་ཡ་ཅིག་ཡོད་པ་རེད་པས། བདག་འཛིན་ཟེར་མཁན་དེ་སྤོང་ཐུབ་ཡ་ཅིག་ཡོད་པ་རེད་པས། མེད་པ་རེད་པས་ཟེར་མཁན་དེ་དང་དྲི་བ་གཙོ་བོ་ཅིག་ཆགས་ཡ་ཅིག་ཡིན་བསྡད་པ། ད་དེ་འདྲ་བ་དེ། ཨེ་ནི། ད་ད་ག་རེ་རེད། ཁོ་རང་རྩ་བ་དེ་བློ་ཕྱིན་ཅི་ལོག་ཡིན་པ་གཅིག། ཨེ་ནི། བློ་བུར་བ་ཡིན་པ་གཅིག། སེམས་ཀྱི་རང་བཞིན་ལ་མ་ཞུགས་པ་གཅིག། ཨོ་དེ་འདྲའི་རྒྱུ་མཚན་གསུམ་གྱི་ཐོག་ནས་ཨེ་ནི། ཁོ་དཔང་ཐོ་ཡག་ཡིན་པ་གཅིག་ད་གསུང་གི་ཡོད་རེད་བ། དེ་འདྲའི་ཡིན་དུས་ད་ལྟ་དེ་ང་རང་ཚོའི། འདུག་ལོ་འདུག་རྒྱུ་མཚན་དང་པོ་དེ་ག་རེ། འོ་ག་རེ་རེད་ཟེར་ན། མ་རིག་པ་ཁོ་རང་བློ་ཕྱིན་ཅི་ལོག་ཡིན་པ། ཨེ་ནས་གློ་བུར་བ་ཡིན་པ། ད་དེ་ནས་སེམས་ཀྱི་རང་བཞིན་ལ་ཞུགས་མེད་པ། ཨོ། རྒྱུ་མཚན་དེ་གསུམ་རེད་པ་ད། ཨོ། ད་སེམས་ཀྱི་རང་བཞིན་ལ་ཞུགས་མེད་ཚུལ་དེ་སྐད་ཆ་བཤད་ཡིན་དུས་ག་རེ་རེད་ཟེར་ན། སེམས་ཀྱི་རང་བཞིན་འོད་གསལ་བ། འདི་ནི་རྒྱུད་བླ་མའི་ནང་ལ་གསུངས་པ་ན་བཞིན་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཟིན་ནས་གསུང་བཤད་པ་ན་བཞིན་ནོ། ང་རང་ཚོའི་སེམས་ཀྱི་གདོད་མའི་གཤིས་ལ་ཡ་ཨེ་ནི། ཆགས་སོགས་ཉོན་མོངས་ཀྱི་བློ་དེ་གས་དེ་རང་ཆས་སུ་ཞུགས་བསྡད་པ་ཅིག་མ་ཡིན་པ་ཅིག་གསུང་གི་འདུག་བ། དེའི་གིས་ད། དྲི་མ་དང་བཅས་པའི་སེམས་ཀྱི་ཆོས་ཉིད། དེ་རང་བཞིན་ནི་རིགས་རེད་གསུང་གི་ཡོད་རེད་ལ། སྔགས་ཕྱོགས་ནས་འགྲེལ་ནས་ཡཀྵཐོང་པོ་ཡ་ཀ་མོས་གསུངས་ཡོད་འདུག་འོ། ཤིན་ཏུ་ཕྲ་བའི་འོད་གསལ་གྱི་སེམས་དེ་གཉུག་མའི་སེམས་དེ། དྲི་མས་བཅིངས་འདས་མེད་པ་འོ། དེ་འདྲའི་ཞིག་རང་བཞིན་གྱི་དྲི་མ་དག་དག་པ་ཡིན་འདས་པ་གཅིག་འོ། དེ་རང་བཞིན། ད། རང་བཞིན་གནས་རིགས་ཟེར་ན་མི་འདུག་འོ་དེ་དེ་འདྲའི་ཅིག་ལ་གོ་ཡ་ཅིག་རེད་འདུག་བ། འོ་ད་དེ་ལ་ཡང་གློ་བུར་གྱི་དྲི་མས་བསྒོས་བསྡད་པ་དེ་ནམ་གཉེན་པོའི་སྟོབས་ཀྱིས་ཕར་བྲལ་སོང་ན་ཨེ་ནི། རང་བཞིན་གྱི་དྲི་མ་དག་དག་པའི་ཐོག་ལ་གློ་བུར་གྱི་དྲི་མ་དེ་དག་པའི་ཉིན་མོ་དེ་ཨེ་ནི་དག་པ་གཉིས་ལྡན་གྱི་ཨེ་ནི་དབྱིངས་མཐར་ཐུག་འདི་ངོ་བོ་ཉིད་སྐུ་གསེར་མཁན་དེ་ཐུགས་བསྐྱེད་ནས་སངས་རྒྱས་སྐུ་སངས་རྒྱས་ལུགས་བརྒྱད་དང་འོ་དེ་འདྲ་རེད་བསྡད་འདུག་བ་དེ་ཡིན་དུས། ཨོ། སེམས་ཀྱི་རང་བཞིན་ལ་དྲི་མའི་ཀླད་པ་ཞུགས་མེད་པ་ཨེ་ནི། དྲི་མ་བྲལ་རུང་གི་ཚུལ་དུ་ཡོད་བསྡད་པ་འདི་ད་ཐོག་མ་ངོས་ཟིན་ཡ་དེ་གལ་ཆེན་པོ་བཞི་པོ་གཅིག་རེད་བསྡད་འདུག་བ། ཨོ། ད། དྲི་མ་སེམས་ཀྱི་རང་བཞིན་ལ་ཞུགས་ཏེ་མེད་པར་ཟད་དེ་སེམས་ཅན་ཐམས་ཅད་ལ་སངས་རྒྱས་ཀྱི་རིགས་ཀྱི་ཁྱབ་པའི་རྒྱུ་མཚན་འོ་དེ་འདྲས་ཅན་མ་གསུང་ཡ་དེ་ད་ང་རང་ཚོ་གི་ཅིག་ལམ་ཉམས་སུ་ལེན་པའི་ཀྱི་དགོས་པ་གྲུབ་ཡ་ཡོད་དད་པ་འོ་ཉམས་སུ་ལེན་ཐུབ་ཡ་གི་ནུས་པ་ཡོད་དད་པ་འོ་དེ་གི་ད་བློ་བག་སྤྲོད་ཟེར་ན་མི་འདུག་བས་དེ་ཚོང་དང་མ་གསུང་དང་ཉོབ་ཆགས་བརྒྱབ་ཡ་གི་མ་ཚད་ཚོད་སྤྲོད་པ་དེ་འོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་ཀྱི་རིགས་དེ་འདྲས་ཅིག་ཁྱབ་བདེ་ཡོད་རེད་གསུངས་ཡ་དེ་ད་གནད་འགག་ཆེན་པོ་ཞུ་གཅིག་ཨོ། དྲི་མ་སེམས་ཀྱི་རང་བཞིན་ལ་ཞུགས་བདེ་མེད་པ་དེ་གནད་འགག་གཅིག་ད་དེ་ནས་ང་རང་ཚོས་ཀྱི་ཇི་ལྟར་བཟུང་བ་ན་ལྟར་དུ་ཡོད་དང་མེད་ཟེར་མཁན་དེ་ད་གཞི་ནས་དཔྱད་པ་བྱས་རྗེས་ཨོ། ལོངས་སྤྱོད་པ་པོའི་གང་ཟག་ལ་བརྟེན་ནས་ལོངས་སྤྱོད་བྱའི་ཕུང་སོགས་ཀྱི་བསྡུས་པའི་ཆོས་ལ་བརྟེན་ནས་འདུག་སེ་དཔྱད་པ་བྱས་ཡོང་པའི་སྐབས་ལ། ལོངས་སྤྱོད་པ་པོ་ལྟ་བུ་ཅིག་ལ་ཆ་བཞག་པ་ཡིན་ན་ད་ལྟའི་ང་རང་ཚོས་མ་རིག་སྒྲིབ་པའི་ཡང་སྲིད་ཅིག་བཟུང་བ་ནང་བཞིན་ཅིག་གིས་ལོངས་སྤྱོད་པ་པོ་གང་ཟག་ངོས་ནས་བཤད་པ་ཡིན་ན། ལུས་ངག་ཡིད་གསུམ་ལ་དབང་བསྒྱུར་བ་པོ་ཅིག་དེ་འདྲའི་ཅིག་གི་བདག་རེ་བ་ཅིག་ཡོད་བསྡད་པ་རེ་བ་ཅིག་ང་རང་ཚོ་ལ་ཡང་ཅིག་བློ་ལ་ཡང་ཤར་བསྡད་རེ་བ་ཅིག་དང་ངོས་འཛིན་བསྡད་རེ་བ་ཅིག་ཨོ་ད་ངའི་ལུས། ངའི་ངག་ངའི་རྣམ་ཤེས་སྲད་ཅིག། དེ་འདྲའི་གཅིག་གི། ལུས་དང་ངག་དང་ཡིད་དང་དེ་ཚོ། ངའི་ལུས་དང་གཅིག་སྲད་ཅིག་ཡོད་རེད་བས་ཟེར་ན་ཏན་ཏན་ཡོད་རེད་ཡོད་རེད་དེ། ད་ལྟ་ང་རང་ཚོ་གི། ཐ་མལ་པའི་བློ་ཡིས་ཇི་ལྟར་བཟུང་བ་ནང་བཞིན་གཅིག་གི། གང་ལ་ཡང་ལྟོས་པ་མེད་པར་དེ་འདྲའི་གི་ལོངས་སྤྱོད་པ་པོ་གི་བདག་ཟེར་མཁན་གཅིག་ལུས་ངག་ཡིད་གསུམ་ལ་ཡང་ལྟོས་པ་མེད་བདེན་གཉིས་ཀྱི། སྟངས་འཛིན་བྱེད་མཁན་གཅིག། ཨེ་ནི། གཉི་ག་རེ་བས་སོ་ན་ལུས་དེ་འཕགས་པས་ངག་དེ་འཕགས་པས་རྣམ་པར་ཤེས་པ་དེ་འཕགས་པས་ནི་གཉིས་ཡ་རྩ་བ་ཉིད་ནི་མས་བཟླས་པ་ལྟར་ལུས་ངག་གཉིས་ཏེ་ལས་སླ་པོ་ཆེ། ད་རྣམ་པར་ཤེས་པ་ལྟ་བུ་གཅིག་ལ་ཆ་བཞག་པ་ཡིན་ན་ད། ཞེས་ཡིག་འབྲུ་མདའ་འོག་མ་མན་ཆད་ལ་ཨེ་ནི་ཀུན་གཞི་རྣམ་ཤེས་ད་རྟགས་དོན་རྩ་ནས་རྙེད་པའི་ལུགས་སུ་བྱས་ནས་ད་ཡོད། ཅིག། དགའ་བཞིའི་སེམས་ནི་མཉེས་ཅིག་ཡོད་དགུ་དགུ་རེད་བསམ་པའི་ལྟ་གྲུབ་སྟེ་གཞི་ལ་བཞག་པའི་ཐོག་ནས་ཨ་ནི། རྟགས་དོན་རྩ་ནི་མཉེས་པའི་ལུགས་སུ་བྱས་ནས་སྐབས་རེ་ཀུན་གཞི་རྣམ་ཤེས་ཟད་ཅིག་དམིགས་སུ་བཀར་ནས། རྣམ་ཤེས་ཚོགས་དྲུག་ལས་གཞན་པ་ཅིག་གིས་ཨ་ནི། བརྒྱད་པ་ཡི་ཀུན་གཞི་རྣམ་ཤེས་ཟིན་ངེས་ཅིག་འོ་དེ་འདྲས་ཅིག་ནི་ཅིག་བཞག་ཡ་ཅིག་ད་རྣམ་ཤེས་ཚོགས་བརྒྱད་བྱས་ནས་ཀུན་གཞི་རྣམ་ཤེས་དེ་འདྲས་ཞིག་བཞག་ཡ་ཅིག་ད། རང་རྒྱུད་པ་ལྟ་བུ་ཅིག་ཡིན་ན་ཁོ་བོས་ཀྱང་ཡིད་ཀྱི་རྣམ་པར་ཤེས་པ་ལ་བདག་གི་སྒྲ་དངོས་སུ་བདོག་སྟེ་ཟེར་ནས་ཨ་ནི་ཡིད་ཀྱི་རྣམ་ཤེས་དེ་ད་སྐྱེ་བ་མཐོང་བ་མེད་པ་ནི་ད་ལྟར་ཡང་འདི་ནས་མ་ཕྱི་མར་འགྲོ་དེ་ཉིད་དེ་ལྟ་འགྲོ་ཉེ་དེ་ཡིད་ཀྱི་རྣམ་ཤེས་དེ་རེ་ཞིག་བྱ་ད་བདག་ཟིན་ན་རྩལ་རྩལ་ནི་ཉེ་དེ་ད་ཡིད་དེ་རེ་བྱ་སོང་བ་རུ་འཇུག་གོ་ད་དེ་འདྲའི་བྱེད་རྩལ་གཅིག། ད་གཅིག་བཏགས་དོན་རྩལ་ནི་ཉེ་ཡ་ཡོད་དེ་བས་ད་གཅིག། ད་དེ་ཡང་དངོས་གནས་དྲང་གནས་བྱེད་བྱེད་ཕ་མཐའ་འགྱུར་བའི་རིགས་པའི་ཐོག་ནས་ཕ་བཅད་པ་ཡིན་ན་ཨ་ནི་དུས་གསུམ་ལ་སྦྱར་ནས་བཅད་པ་ཡིན་ན་ཉེ་ཡ་མེད་དེ་ངེས་གཅིག། དུས་གསུམ་རྒྱན་བཅས་པའི་ཕྱིར་ན་འདས་པ་ནི་འགག། མ་འོངས་པ་ནི་འགྲུབ་འགྱུར། ད་ལྟ་བ་ས་ཡ་གི་སྔོན་གནས་དྲ་ནི་པའི་ཆ་ཤས་ཀྱི་ཆ་ཤས་ཡང་ཆ་ཕྱེད་པའི་ཨ་ནི། རྣམ་ཤེས་འདི་རེ་ཟིན་རྫུ་གཙུག་ཡ་གཅིག་ཁྱོད་ནི་རྙེད་ཐབས་མེད་དེ་ངས། དེ་སྔོན་གནས་དྲ་ནི་ད་ལྟ་ང་རང་ཚོད་ཀྱི་ད་ལྟ་ཨང་ཀི་འདུག་ཕ་བདེ་གཉིས་ཀྱི་ཆུ་ཚོད་དེའི་ནང་ནས་ད་ལྟ་བ་ཟིན་གྱི་འདི་རྙེད་ཐུབ་ཡ་གཅིག་མི་འདུག་བ། གོ། དུས་ཚོད་ཐུང་ཐུང་ཐུང་ཐུང་རེ་ཅང་གནས་ཐུབ་ཡག་ཅིག་མི་འདུག་བ། དེའི་ཆ་ནས་ཡིན་ན་ཡང་ཨ་ནི་དབང་ཅིག་ལུས་ངག་སེམས་ལ་དབང་བརྒྱུད་པ་པོ་བདག་ཟེར་མཁན་ཅིག་དེ་འདྲའི་ཅིག་གི་ལོངས་སྤྱད་པ་པོ་བདག་ང་རང་ཚོ་ཇི་ལྟར་བཟུང་བ་ལྟར་གྱི་ལིག་ངེ་བ་ཅིག་རྙེད་ཐབས་ཅིག་འདུག་བས་མེད་མེད་བསྡད་པ། ད། དེ་ཙམ་དུ་མ་ཟད་པས་ང་རང་ཚོ། གཉིད་སད་བདེ་བས་ཀྱི་སྒོ་ངའི་བཤད་པ་དེ་རགས་པ་རེད། གཉིད་ཁུག་པ་ཨ་ལས་བྱེ་མདའ་ཕག་གཡུག་ཤོག་ཕྱི་སེམས་གཡུག་ཤག་གཉིད་ཁུག་བདེ་བའི་སྐབས་ཀྱི་གཉིད་མཐུག་པོ་ཁུག་པའི་སྐབས་ཀྱི་ཨན་ཡིག་གི་བཤད་པ་དེ་ཕྲ་བ་རེད། འོ་ད། སྒོ་ངའི་བཤད་པའི་རགས་པའི་སྐབས་ལ་བདག་གི། བཤད་པ་དེའི་སྒང་ནས་བཞག་གི་ཡིན་ན་གཉིད་མཐུག་པོ་ཁུག་པའི་སྐབས་ལ་བདག་དེ་མེད་ཟེར་དགོས་ཡ་མཚམས་ལ་སླེབས། གཉིད་འཐུག་པོ་བསྐོལ་བའི་སྐབས་ལ་དེ་འདྲའི་བཤད་པ་ཕྲ་མོ་འདི་བདག་རེད་ཟེར་གི་ཡོད་ན་ད་ལྟ་སྒོ་ངའི་བཤད་པ་རགས་པ་ཨེ་འདུག་ཅེས་ཚོར་བ་མྱོང་ཉམས་སུ་མྱོང་བཞིན་པའི་སྐབས་ལ་ཨེ་བདག་དངོས་འགྱུར་དུ་མས་ཟེར་དགོས་ཡ་གཅིག་གི་འོག་ཏུ་ཚེ་རྟགས་དོན་རྩ་ནས་རྙེད་པའི་ལུགས་སུ་བྱས་ན་དེ་འདྲའི་གི་རྙོག་དྲ་ཚ་པོ་ཅིག་ཡོད་བསྡད་པ་ཅིག་དུས་ལ་ཆ་ནས་རྙེད་ཡ་མེད་བསྡད་པ་ཨ་ནི། ཅིག། ཕྲ་རགས་ཀྱི་ཆ་ནས་ཡིན་ན་ཡང་རྙེད་ཐབས་མེད་བསྡད་པ་དེ་འདྲའི་ཡིན་དུས་ལོངས་སྤྱོད་པ་པོ་བདག་ཟེར་མཁན་འདི་ད་མཐའ་འགྱུར་བ་རང་གི། གར་བསྲུང་གི་ཡོ་ར་བྱས་པ་ཡིན་ན་ད་རྒྱུ་དང་རྐྱེན་ཙམ་ལ་ཚོགས་ཙམ་ལ་བརྟེན་ནས་ད་མིང་གི་ཕར་བཞག་ཙམ་ཞིག་མ་གཏོགས། བདག་གཞིའི་སེམས་ནས་བདག་འདི་རེད་ཟེར་ནས་འཛུགས་རྒྱུ་བྱས་ཅིག་ཉན་ཡ་ཡོད་མ་རེད། འོ། གང་ཞིག་རྐྱེན་ལས་སྐྱེ་བ་དེ་མ་སྐྱེས། དེ་ལ་སྐྱེ་བའི་རང་བཞིན་ཡོད་མ་ཡིན། རྐྱེན་ལ་རག་ལས་གང་དེ་སྟོང་པ་ཤེས་གང་ཞིག་སྟོང་ཉིད་ཤེས་དེ་བག་ཡོད་ཡིན་ཟེར་ནས་ད་མ་གྲོལ་བའི་ཤུལ་བུའི་མདོ་ཡི་སྐབས་ལ་འོ་ད།

ཨོ་དེ་ཡིས། རྟེན་འབྱུང་རྒྱུ་མཚན་དུ་བྱས་ནས་རང་ངོས་ནས་གྲུབ་པའི་སྟོང་པ་དེ་གསུང་གི་ཡོད་ཡིན་པ་རེད། ཨོ་དེ་ཡིས་ད་ད་ནངས་རང་ཚོད་ཀྱི་འཛིན་ཚུལ་དེ་གང་ལ་ཡང་ལྟོས་པ་མེད་པར་ལིག་ངེ་བར་གྱི་འཛིན་ཡ་དེ་ད་བདག་འཛིན་ཟིན་ན་མི་འདུག་ཨོ་གཏི་མུག་འདི་འཛིན་ཟིན་ན་མི་འདུག་མ་རིག་པའི་རྩ་བ་འཁོར་བའི་རྩ་བ་མ་རིག་པ་ཟིན་ན་མི་འདུག་ཨོ་དེ་ཚོ་གང་ག་རྒྱུག་ས་དེ་ཕྱིན་ཅི་ལོག་གི་བློ་དེ་དེ་འདྲའི་ཅིག་ཨ་ནི་དེ་དེ་ལྟར་དུ་བཟུང་བ་ལྟར་དུ། ཨེ་ནི་བཙས་ན་གཉིད་ཡ་ཡོད་རེད་པས་སེ་ན་མེད་བསྡད་པ་རིག་པས་དཔྱད་པའི་ཚེ་ན་ཨེ་ནི་ཀོ་མི་ཟེད་དེ་མི་ཟེད་དུ་འགྲོ་བསྡད་ཡ་ཨོ། ཨེ་ནི་དཔེ་མགོ་བར་པ་ལུས་དྲུག་གི་ཟུང་དུ་བ། སྨིག་རྒྱུ་ག་དེ་ཆུ་ཡིན་ན་ཉལ་བ་ག་ནི་ཅི་མི་མཐོང། སྨིག་རྒྱུ་དེ་ཆུ་ཡིན་པ་ཡིན་ན་ཐག་ཉེ་རུ་ཉེ་རུ་ཕྱིན་ན་ཨེ་ནི་སེ་རུ་སེ་རུ་མཐོང་དགོས་ཡ་ཅི་རེད། ཁོ་ཆུ་མེད་ཙང་ཐག་ཉེ་རུ་ཉེ་རུ་ཕྱིན་ཏེ་ཡའི་འབྲུག་ཏུ་བ། དེ་ན་བཞིན་ང་རང་ཚོ་གི་ཐ་མལ་པའི་གི་གློག་གི་ཅིག་ལིང་ངེ་བ་ཅིག་ཇི་ལྟར

རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱིས་བརྟགས་པས་དངོས་ལ་མ་རིག་པ་དེའི་དངོས་མེད་འཛིན་མ་ཡིན་ཟེར་ནས་དང་པོ་དགག་བྱའི་བདག་དངོས་བཟུང་དགོས་རེད་གསུངས་ཡང་དེ་ལྟ་དགག་བྱ་ངོས་བཟུང་དང་ང་རང་ཚོའི་བློས་ལྷན་སྐྱེས་ལ་ལིང་ངེ་བ་ཅིག་བཟུང་བསྡད་པ་ད་ག་རང་ཨེ་འདི་དགག་བྱ་ཡིན་དང་དུག་སེལ་རེད། ད་ལོངས་སྤྱད་བྱའི་ཆོས་ད་ལོངས་སྤྱད་པ་པོ་ལ་ཡང་དེ་འདྲ་ཅིག་ཡིན་པ་ལ་ཆ་བཞག་ད་ངས་རྒྱ་ཆེན་པོ་དེ་ཞུ་ཐུབ་ཀྱི་མི་འདུག་ད་ལོངས་སྤྱད་བྱའི་ཆོས་ལ་ལྟ་བུ་ཅིག་ལ་ཆ་བཞག་ན། ཕུང་སོགས་ཀྱིས་བསྡུས་པའི་ཨེ་ནི་ཅིག་རྒྱུད་ཀྱིས་བསྡུས་པ་དང་རྒྱུད་ཀྱིས་མ་བསྡུས་པའི་ཆོས་གང་དང་གང་ཡིན་ན་ཡང། ཁོ་རང་འབྱུང་བཞི་རྩོམ་གཤིས་གཅིག་ལ་བརྟེན་ནས་བྱུང་བ་ཅིག་རེད། རྩོམ་གཤིས་འབྱུང་བ་བཞི་པོ་དེ་རེ་རེ་རེ་རེ་ངས་བྱས་ན་ཁོ་ནུས་པའི་རང་བཞིན་ཅན་ཞིག་མ་གཏོགས་ཅིག་གིས་འདི་རེད་ཟེར་ནས་འབྱུང་བ་ཆུ་འབྱུང་བ་མེས་བསྲེག་ཅིག། རྫོགས་ཚུགས་ཡོང་བ་ཅིག། རྡུལ་ཕྲན་ཕྲ་མོ་སྟེང་ནས་རྙེད་ཡོང་བ་ཅིག་མི་འདུག་བཱ། འོ། ད་དེ་རྩོམ་གཞིའི་རྡུལ་ཕྲན་ནས་བཏགས་དོན་བཙལ་ནས། འབྱུང་གཞི་རྙེད་ཡ་ཅིག་མེད་པ་ཡིན་ན། དེ་ལས་ཚོགས་པའི་གི་གཟུགས་ཆེན་རགས་པའི་ཆོས་དེ་བཏགས་དོན་བཙལ་ནས། འདི་རེད་སེམས་རྫོགས་ཚུགས་ཡ་ཅིག་རྙེད་པ་དེ་ག་འདྲས་སུ་ཡོང་གི་རེད། ད་དེ་མ་རྙེད་པ་ཡིན་ན། ཨེ་ནི། གཟུགས་ཅན་རགས་པ་མ་ཡིན་པའི་འདུས་མ་བྱས་ཀྱི་ཆོས་ལ་སོགས་པ། འོ་འདུ་ཚོགས་ཏེ་དེ་བས་ཀྱང་རྟོགས་པའི་ཞག་ཙམ་ཞིག་གིས་འོ་དེ་འདྲའི་ཅིག་ག་ནས་ཡོད། དེ་འདྲ་ཡིན་དུས་ད། མིང་གི་ཐ་སྙད་ཀྱི་དབང་གིས་ད་ཡོད་ནི་ཡོད་ཕན་ནི་འགྲིག་གི་ཡོད་ཙང་ད་མིང་གི་དབང་གིས་བཞག་པ་རེད་མིང་གི་ཐ་སྙད་ཀྱི་དབང་གིས་བཞག་པ་རེད་ད་ཟེར་ཙམ་རེད་འཇིག་རྟེན་ན་གྲགས་ཙམ་རེད་ཟེར་ཅིག་གིས་འོ་འདུག་བྱས་རྗེས་ད་ལབ་ཡ་ཅི་ཡིན་དུས་ད། འཇིག་རྟེན་ན་གྲགས་ཙམ་བསལ་ཡ་ཁོ་རང་ཡང་ཕལ་ཆེར་ཐ་མ་འདྲ་པོ་དེ་གྲགས་ཙམ་བསལ་མཁན་དེ་ད་བཙལ་བཙལ་བའི་སྐབས་ལ་གྲགས་ཙམ་བསལ་མཁན་དེ་ཨེ་ནི་ཡ། རྟགས་དོན་རྩ་ནས་རྙེད་ཡོང་བ་མེད་འགྲོ་བསམ་པ་ཡིན་ན། དེ་ཡང་མ་རེད་གྲགས་ཙམ་ཁོ་རང་ཡང། ཨེ་ནི་མི་འགེ་འོང་གི་བཞག་མཚམས་ཅིག་རེད་ཟེར་ནས་ད་དེ་ཨེ་ནི། དོན་དེ་འདི་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རིན་ཆེན་ཕྲེང་བའི་ཚིག་ཡིན་པ་ཡོད། ད་ངས་དེ་གོ་རིམ་འདི་ད་ལྟ་ཚིག་གི་གོ་རིམ་འདི་ངས་ད་ལྟ་ཡག་པོ་ཅིག་དྲན་གི་མི་དྲན་གི་མི་འདུག་ང་རང་གི་འཆར་ཚུལ་དང་སྦྱར་ནས་བ་ཞུས་པ་ཡིན་ན་འབྱུང་མའི་གཟུགས་ད་ག་ལ་ཞིག་རྩོམ་གཤིས་འབྱུང་བ་ཨེ་ན་རྟགས་དོན་རྩ་ནས་རེ་རེ་མི་འདུག་ཟེར་ནས་ངོས་བཟུང་ནས་རྙེད་ཡ་མེད་པ་ཡིན་ན། རིན་ཆེན་འཕྲེང་བར་བ། འབྱུང་མའི་གཟུགས་ད་ག་ལ་ཞིག་ཨེ་ན། དེ་ལས་བྱུང་བའི་ཨ་ནི་གཟུགས་ཅན་རགས་པ་སྟེ་ག་བ་ཡོད་གཟུགས་ཀྱི་ངོ་བོ་མིང་ཙམ་ཕྱིར། དང། གཟུགས་ཅན་རགས་པ་དེ་ནི་མིང་ཙམ་གྱི་ཡིན་ན་སྟེ་ཨ་ནི་ནམ་མཁའ་ཡང་ནི་མིང་ཙམ་དེ་བས་ཀྱང་ཡིན་དགོས་ཀྱི་རེད། དང། དེ་ཕྱིར་མིང་ཙམ་ཉིད་ཀྱང་ཨ་ན་མིང་ཙམ་དེ་ད་ཐ་མ་ཐ་མ་དེ་ད་དོན་རྩ་ནས་ད་རྙེད་རྒྱུ་དགོས་ཀྱི་དེ་རེད་བས་ཟེར་ན་དེ་ཕྱིར་མིང་ཙམ་ཉིད་ཀྱང། མས་ཟེར་མཁན་གྱི་ཚིག་གཅིག་དེ་ཕྱིར་མིང་ཙམ་ཉིད་ཀྱང། ཡིན་ཟེར་ཡིན་གྱི་ཚིག་གཅིག་དེ་འདྲས་མི་འགྱུར་གྱི་ཁྱད་པར་ཡིན་གྱི་འདུག་བ། མེད་ཟེར་ན་ཡང་གོ་རྒྱུ་གཅིག་པ་ཡིན་པ་རེད། ཡིན་ཟེར་ན་ཡང་གོ་རྒྱུ་ཡིན་གཅིག་པ་གཅིག་རྐྱང་ཡིན་པ་རེད། མིང་ཙམ་ཁོ་རང་ཡང་མིང་གི་གཙང་གི་བཞག་ཙམ་ཡིན། ཨོ། མིང་ཙམ་ཁོ་རང་ཡང་ལྟ་དོན་རྩ་ནི་རྙེད་ཡ་མེད། ཨོ། དུག་བྱས་ནས་ད་གོ་ཡ་ཅི། ཨོ། དེ་གིས། ཕུང་སོགས་ཀྱིས་བསྡུས་པའི་ཆོས། པའི་རྡུལ་ཕྲན་ཆ་ཤས་བསྲེས་ནས་བཙལ་ཡ་ཅིག་ཡོད་པ་ཡིན་ན་ཡང། ང་རང་ཚོ་ལ། མ་བརྟག་མ་དཔྱད་པའི་བློ་ངོར་ལ་ཡང་ང་ཚོས་ག་འདྲའི་སྣང་ཞིག་ཞེན་གྱི་ཡོད་རེད་ཟེར་ན། ཡུལ་སྟེང་ནས་ཡོད་པ་ལྟ་བུ། ཨ་ནི་རྦད་དེ་ལིང་ངེ་བ་ཅིག་ཤར་ཡོང་བར་འདོད་པོ། དཔེར་ན་ང་རང་ཚོ་གི་ཧེ་ཧེ། ཀྱི། དགྲ་དང་གཉེན་ཟེར་མཁན་འདི། དགའ་དང་སྡུག་ཡོང་ས་དེ། ཁོ། རྦད། སོ་སོའི་སེམས་ཀྱི། བྱེད་ཕུག་དེ་ལ་ཡང་བཟང་པོ་ཨ་འཐས་ཅིག་འཛིན་པའི་སྒོ་ནས། དེ་ལ་ཡང་གཉེན་དུ་འདུ་ཤེས་ཆགས། ངན་པ་ཨ་འཐས་གཅིག་བཟུང་བའི་སྒོ་ནས་ཨ་ནི་དགྲར་བལྟས་ནས་དེ་ལ་དུས་རྣམ་པ་ཀུན་ནས་ནས་ལྡང། དངོས་གནས་དྲང་གནས་བྱས་པ་ཡིན་ན་དེ་འདྲ་བའི་གི་གཉེན་དེ་དང་དགྲ་གཉིས་པོ་དེ། རང་གི་རྣམ་རྟོག་གི་བཟོད། ཕ་ནང་ནས་རྒྱུ་རྐྱེན་སྣ་ཚོགས་ནས་བྱུང་དེ་འདྲ་བ་དེ་གཉེན་དུ་གྲུབ་ཟེར་ཡང་དེ་པས་དེ་རང་དང་གཞན་དང། ཚོར་བ་མང་པོ་གཅིག་ལ་ལྟོས་ནས་བཞག་པ་ཅིག་མ་གཏོགས་ཅིག་བརྙན་ཚུ་ཐུག་གི་ཟིན་ཅིག་རྙེད་ཡ་མེད་དེ་བ་ག་དུས་ཁོ་བརྙན་ཚུ་ཐུག་པ་ཟིན་མཁན་ཅིག་བཟང་པོ་ཅིག་རྙེད་ཡ་ཡོད་པ་ཡིན་ན་ཁོ་ལ་ཁྱོད་ཀྱི་སྒྲ་ཡོང་བཞིན་ཡ་ཁོ་ལ་མེད་དེ་བ་ཅིག་ཡ་ཁོ་ལས་སྒྲ་མང་པོ་ཞིབ་ཅིག་ཡོད་དེ་བ། སུས་སུའི་སྒྲར་ལྟ་བསྡད་ཡ་དེ་ཡང། འོ། རྦད་དེ། ད་ང་རང་ཚོ་བློ་ལ་བཟུང་བ་ན་བཞིན་ཅིག་གིས་རྦད་དེ། རྣམ་པ་ཐམས་ཅད་ནས་མི་སྡུག་བ་ཅིག་བཟུང་གི་ཡོད་རེད་དེ། གཟུང་བ་ན་ཤི་ཡོར་བས་སུ་ན་མས་བལྟས་པའོ། ཕ་སྣང་གི་བྱེད་སྤྱོད་སྣ་ཚོགས་ཕ་སྣང་གི་བྱེད་སྤྱོད་སྣ་ཚོགས་དེ་ཡང་སོ་སོའི་བྱེད་སྤྱོད་སྣ་ཚོགས་དང་ཕན་ཚུན་ལྟོས་བསྡད་པ། དེ་འདྲའི་གི་ཆ་ཤས་མང་པོ་གཅིག་ལ་ལྟོས་ནས་ཨ་ནི་ད་ལྟའི་གནས་ཚུལ་དེ་བྱུང་བསྡད་པ་ཡིན་བསྡད་པ་དེ་མ་གཏོགས་ཅིག་གི་རྦད་དེ་མི་སྡུག་པ་ཟད་ཅིག་གི་ཁོས་དེ་ནས་བཙལ་ནས་བརྟག་དོན་ཙམ་ནི་རྙེད་ཡ་མེད་བསྡད་པ་ག་སྟེ། རྣམ་པ་ཐམས་ཅད་ནི་མི་སྡུག་པ་དེ་འདྲ་ཅིག་ཡོད་པ་ཅིག་དངོས་གནས་དྲ་ནས་གསུངས་པ་ནང་བཞིན་ཡིན་པ་ཅིག་ཡིན་པ་ཡིན་ན་དེ་འདྲ་བའི་སྒྲ་དེ་ལ་ཡང་སྙན་ཟེར་མཁན་དེ་རྩ་བ་ཉིད་ནས་མེད་བསྡད་ཡ་ཅིག་དེ་འདྲས་མ་ཡིན་པར་ཁོ་ལ་ཡང་གྲོགས་པོ་གང་དེ་ཡོད་བསྡད་པ་འོ་དེ་ཚོས་བཟང་པོ་ལྟ་གི་ཡོད་བསྡད་པ་འོ་དེ་འདྲས་ཡིན་དུས་སྒྲ་དང་སྙན་ཟེར་མཁན་དེ་ཆགས་དང་སྡང་ཟེར་མཁན་དེ་དུས་ཚོད་སྐབས་འགར་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་ད་བཞག་ཟེར་ཡ་གི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་རྩ་བ་རྩ་བ་ཡོང་ས་དེ་ད་འདྲས་གི་གཞན་པ་ཨ་དེ་དེ་ནས་ཡོང་གི་ཡོད་བསྡད་པ་འོ་དུས་ཕྱི་ནས

རིགས་འདི་ཐུན་ཚིག་རང་གིས་འགྲོ་སྟངས་བྱས་ན། གཟུགས་ཀྱི་དངོས་པོ་མིང་ཙམ་ཕྱིར་ནམ་མཁའ་ཡང་མེད་མིང་ཙམ་མོ། འཇུག་མེད་གཟུགས་ལྟ་ག་ལ་ཞིག་དེ་ཕྱིར་མིང་ཙམ་ཉིད་ཀྱང་མེད་ཟད་སྟེར་བ། ད་ཡིན་ན་ཡང་ཁོ་སོ་སོའི་ཉམས་ལེན་དང་གཅིག་བསམ་མནོའི་ཁྱད་པར་ལ་སྦྱར་བ་ཡིན་ན་དང་པོ། རྩོམ་གཞིའི་འབྱུང་བ་དེ་ནི། རྟག་ཏུ་རྩ་ནི་རྙེད་ཡ་ཡོར་བས་སུ་རྟག་ཏུ་རྙེད་ཡ་མེད་པ་དུ་གསལ་པོ་ཞུ་བ་ཅིག་ཧ་གོ་ཡ་དེང་དུས་ཀྱི་ཚན་རིག་པ་དེ་ཚོས་རྡུལ་ཕྲན་ཚན་རིག་པ་དེ་ཚོས་རྙེད་ཀྱི་མེད་པའི་བཀའ་མོལ་གསུང་བསྡད་ཅིག་ཀ་ཏུ་རྩོམ་གཞིའི་རྡུལ་ཕྲན་དེ་འདི་སུ་རྙེད་ཡ་མེད་པ་ཡིན་ན་ད་དེ་ལས་བྱུང་བའི་གཟུགས་དེ་ད་རྙེད་ཡ་མེད་པ་དེ་ག་རེ་བྱས་མ་རྙེད་མ་རྙེད་གོ་ཡ་ག་རེ་སུ་ན་མིང་ཙམ་གྱི་ཨ་ནི་ད་ཡོད་ཡོད་སྟངས་དེ་ཨ་ནི་མིང་ཙམ་གྱི་བྱ་བ་བྱེད་རོགས་ཨ་སི་ནི་ཨ་ནི་དེ་ནི་ཨ་ནི་རགས་པ་དེ་འདྲ་ཅིག་ཡིན་ན་ཕྲ་བ་ཨི་ནི་གར་སོགས་རེད་རྟོགས་པའི་ཤེས།

མ་སྐྱིད་པ་བཟོ་བསྡད་ཡག་གི། བློ་དེ་ང་རང་ཚོ་ཚང་མ་ལ་མྱོང་བའི་ངང་ནས་ཡོད་བསྡད་པ་ཅིག་རེད། དེ་འདྲ་བ་དེ། ཅིག། ཆགས་སྡང་གི་བློ་དང་ང་རྒྱལ་ཕྲག་དོག་གི་བློ་དེ་གས་དེ། སྐྱེས་ཡོང་པའི་སྐབས་ལ་ཡ། དེ་དང་དེ། ཞེས་མཛུ་གུ་བཙུགས་ས་ཅིག་གི་སྦན་ནག་ཐིག་གི་ཟོར་ཅིག། མགོ་བསྡད་ཡག་ཅིག་སྟེ་ང་རང་ཚོ་ཉམས་མྱོང་ཐོག་ནས། ཅིག། ངོས་བཟུང་བསྡད་ཡག་ཅིག་ད། འཚོ་བ་མྱོང་བསྡད་ཡག་ཅིག་འོ་ཐུག་སའི་སྦན་ནག་ཐིག་གི་ཟོར་ཅིག། དེ་ལ་ཡ། ཨ་ནི། རང་ངོས་ནས་འཁྲུལ་པ། དེ་འདྲའི་ཅིག་འབེན་ནག་ཏིག་ཅིག་འདུག་གས་ཟེར་ནས་ཧད་ནས་ཁོ་དཔྱད་པ་བྱས་ཡོང་པའི་སྐབས་ལ། གཉིད་ཡ་མེད་ཡིན་དུས་རང་ངོས་ནས་མ་འཁྲུལ་པ་ཅིག་ཚོར་བ་རུ་ཅིག་ངུས་སུ་ངས་ན་དེ་ཡིན་དེ་ཡིན་ཏེ་དེ་ལ་གོ་བ་ཆགས་པ་ཙམ་དང་དེའི་ཕྱོགས་ལ་བློ་ཕྱོགས་པ་ཙམ་གྱིས་ཀྱང། ཅིག་ཆགས་དང་སྡང་དང་ཅིག་ང་རྒྱལ་ཕྲག་དོག་ཟེར་མཁན་གྱི་ཉོན་མོངས་བློ་དེ་ད་ལྟ་ད་གིན་ཤུགས་ཆེན་པོ་ཞིའུ་ཅིག་ཡོད་བསྡད་པ་དེ་ལམ་སང་དེ་མ་ཐག་ནས་ཆུ་ཁོལ་གོལ་བསྡད་པའི་སྐབས་ལ་ཡང་ཆུ་གྲང་མོ་ཅིག་བླུགས་བཞག་པ་ན་ཤིག་ལམ་སང་ཅིག་མཛོད་བཙུགས་ས་མའི་སྡེ་བ་ཁ་སྐྱིང་པོ་ཅིག་བྱས་ཏེ་ཡ་སོར་ཅིག་ཨོ་ལམ་ས་མ་ཤོམ་འགྲོ་ཡ་ཅིག་ཡོད་སྡེ་བ་ཅིག་རང་ངོས་ནས་སྤྲུལ་པའི་དེ་འདྲའི་གི་བཟང་པོ་ག་བ་འདུག་བ་རང་ངོས་ནས་སྤྲུལ་པའི་ངན་པ་ག་བ་འདུག་བ་ཨོ་རང་ངོས་ནས་སྤྲུལ་པའི་ང་ཞི་བོ་ཅིག་ཡིན་ས་ཡ་ག་བ་འདུག་བ་ཨོ་རང་ངོས་ནས་སྤྲུལ་པའི་འགྲན་སྡུར་བྱེད་ཡ་ཅིག་ག་བ་འདུག་བ་སེ་ན་དེ་འདྲའི་ཅིག་ཨ་ལས་དང་པོ་རང་ངོས་ནས་མ་སྤྲུལ་པ་ས་ཡ་དེ་ཙམ་དུ་མ་ཟད་པས་དེ་རང་ངོས་ནས་མ་སྤྲུལ་པའི་རྒྱུ་མཚན་བཤད་ཡ་གི་རྟེན་འབྱུང་ཟེར་ངེས་ཏེ། ཆ་ཤས་རྒྱུ་རྐྱེན་མང་པོ་བཞི་པོ་གཅིག་ཚོགས་པ་ལ་བརྟེན་ནས་བྱུང་བ་ཡིན་པ་དེའི་ཤེས་པ་ཡིན་པ་ཡིན་ན་ཡང། ཆགས་དང་སྡང་ཟ་ཡ་ཅིག། དགྲ་ཡི་ཅིག་བློར་ཅིག་ང་རང་ཚོ་མ་གོམས་ཁར་སོགས་རེད། གཉེན་པོ་མ་གོམས་པའི་དབང་གིས། ཤུགས་ཆེན་གྱིས་བསྐྱལ་ཡོང་བ་སྟེ། རྒྱུ་རྐྱེན་ཆ་ཤས་སྣ་ཚོགས་སུ་བྱུང་བའི་སྐོར་དེ་བསམ་མནོ་ཅིག་འཁོར་བ་ཡིན་ན་དེ་མ་ཐག་ཏུ་ལམ་སང་མ་ཤི་འགྲོ་བ་ཅིག་འོ། དེ་འདྲའི་ཅིག

གཅིག་འཆམ་མ་འཆམ་གི་གནས་ཚུལ་ནས་ཆེ་ས་ཨེ་ནི་རྒྱལ་ཁབ་རྒྱལ་ཁབ་འཁྲུག་བསྡད་དེ་གས་དེ་ཚང་མ་ལོ་ཆ་ཤས་མང་པོ་བཞི་བོ་གཅིག་གི་རྟེན་འབྲེལ་སྣ་ཚོགས་ལ་བརྟེན་ནས་བྱུང་བསྡད་པ་གཅིག་རེད་མ་གཏོགས་གཅིག་གས་མི་གཅིག་གི་སེམས་འཛུགས་བཙུགས་ཏུ་བས་གཅིག་གི་ན་ན་ཏིག་ཕོག་ཚད་ཟེར་གཅིག་མེད་བསྡད་པ་མཐའ་མའི་མཐའ་མས་འདུས་བྱས་ན་དེ་ལས་ལན་དུ་སོ་སོ་ལ་ཡང་འབྲེལ་བ་ཡོད་བསྡད་པ་གཅིག་གིས་འོ་ཐུགས་སུ་བྱས་ཡིན་དུས་ད་ཆ་དང་ཕྲག་དོག་འགྲན་སེམས་ཟེར་མཁན་དེ་དངོས་གནས་ཕྲ་གནས་ཀྱི་ང་རང་ཚོ་བསམ་པ་ན་ཤིན་ཅིག་ཡོད་པ་ན་ཤིན་ཅིག་བཙལ་ཉེ་ཡ་གཅིག་འདུག་ཟེར་ན་མས་འདི་བ་དུ་ཚོ་ད་ངོ་ནས་དྲན་སོ་སོའི་མྱོང་རྟོགས་ལ་བསྐོར་ནས་འདུག་བྱས་པ་ཡིན་ན་ནི་རྟེན་འབྱུང་ཟེར་ཡ་དེ་གི་ཅིག་མ་རིག་པ་ཅིག་འཁོར་བའི་རྩ་བ་མ་རིག་པ་མཚོན་པའི་ཆགས་སོགས་ཉོན་མོངས་མཚོན་པའི་འོ་དེ་གས་དེ་ལ་ཡ་རྟེན་འབྱུང་རྒྱུ་མཚན་དུ་བྱས་པའི་རང་བཞིན་མེད་པའི་བློ་དེ་གི་ཅིག་གནོད་གི་ཡོད་དེ་གཉེན་པོ་བྱེད་ཀྱི་ཡོད་དེ་བ་འོ་དེ་འདྲའི་ཅིག་གི་བསམ་བློ་དེ་ནི་ཅིག་ད། གོང་སྤེལ་དུ་བཏང་པ་ཡིན་ན། ནམ་ཞིག་གི་ཚེ་རང་བཞིན་མེད་པར་ངེས་པའི་བློ་རྟེན་འབྱུང་གི་བློ་དེ། རྟེན་འབྱུང་རྒྱུ་མཚན་དུ་བྱས་ནས་རང་བཞིན་མེད་པར་ངེས་པའི་བློ་དེ་གིས་ཨ་ནི་ཅིག་ད། ལམ་ང་རིམ་པ་བཞིན་དུ་ཡར་འདུག་སུ་བགྲོད་ནས་ཨ་ནི། ཐར་པའི་གོ་འཕང་བརྙེས་ཡ་ཐར་པ་ཆེན་པོའི་གོ་འཕང་བརྙེས་ཡ་ཨོ་དེ་འདྲའི་དེ་ལ་དམིགས་བསལ་གྱི་ད་གོ། དད་པ་ཙམ་མ་ཡིན་པར་ཅིག་རྒྱུ་མཚན་མཐོང་ནས་འགྲོ་ཐུབ་ཡ་ཅིག་ཡོད་བསྡད་པ་ཅིག་ཨོ་དེ་འདྲའི་རེད་ཤག་ད་ད་ག་འདུག་དུས་ཅིག་དེ་འདྲའི་ཅིག་རེད། ཤིང་ཚོད་ལ། མདོ་ཏིང་ངེ་འཛིན་གྱི་རྒྱ་བོད་ཚིག་ཅིག་ཡོད་རེད་ཇི་ལྟར་ཁྱོད་ཀྱིས་བདག་གི་འདུ་ཤེས་ཀྱིས་བཤད་པ་དེ་བཞིན་ཀུན་ལ་བློས་སྦྱར་བྱ་ཟེར་ནས། ལོངས་སྤྱད་པ་པོ་བདག་ཇི་ལྟར་སྣང་ཞིང་ཞེན་ཚུལ་དེའི་ཐོག་ལ་ཡང་སོ་སོས་ཀྱིས་ད་དགག་བྱའི་སྣང་ཚུལ་ག་འདྲ་ཅིག་ཡོད་འོ་དེ་ག་ན་ཤིང་གཅིག་གིས་ཨ་ནི། དེ་ལ་རོ་དཀར་སོགས་ངོ་གཅིག་འཕྲོད་པ་ཡིན་ན་དེས་མཚོན་པའི་ཕུང་སོགས་ཀྱིས་བསྡུས་པའི་ཆོས་དེ་ཚོ་ལ་ཇི་ལྟར་སྣང་སྟངས་དེ་དེ་ནས་རིག་པ་བརྒྱར་བརྗེས་བར་འགྲོ་ཡ་ཅིག་རེད་ལ། རང་བཞིན་མེད་པར་སྣང་བ་ལྟར་དུ་རང་བཞིན་གྱིས་འཁྲུལ་པས་སྟོང་པ་བདེན་པར་མ་གྲུབ་པར་ཟ་ཡ་གི་ལྟ་བ་དེ་ཡང་བདག་མེད་པའི་ལྟ་བ་ག་འདྲི་ཅིག་བློ་ལ་ཡ་ཅིག་རིག་པ་ཅིག་གོ་བ་ཅིག་རྒྱུ་མཚན་ཅིག་རྙེད་སོང་ན་དེའི་རྒྱུ་མཚན་དེ་ཨ་ནི་ཕུང་སོགས་ཀྱིས་བསྡུས་པའི་ཆོས་དེ་ཚོ་ཚང་མ་ལ་ཡ་རིག་པ་དེའི་ཐོག་ནས་མ་གཅིག་མཚུངས་འགྲོ་དགོས་ཀྱི་རེད། དཔེར་ན་དབུ་མ་ཞི་རྒྱ་བའི་ལྟར་ལ། ཨ་ཡ་བདེ་བའི་གཅིག་གི་ལྟ་བུ་གང་ཡིན་པ་དེ་ནི་ཀུན་གྱི་སྟོང་པ་ཉིད་ཟིན་ནོ་འདུག་ཟེར་ནས་གསུང་གི་ཡོད་རེད། ད་དགག་བྱ་ཆ་ངེས་ཚུལ་ཟེར་མཁན་དེ་དགག་བྱ་ཟེར་མཁན་གཞན་དག་ཅིག་གི་ཕ་ནང་ནས་ཚུར་ཁྱེར་ཡོང་རྗེས་དེ་འདྲའི་སྐད་ཆ་མ་རེད་ད་ལྟ་ང་རང་ཚོ་ལ་ཡ་ངས་ད་གིས་གོང་དུ་ཞུས་པའི་ལོངས་སྤྱོད་པ་པོ་དང་ལོངས་སྤྱད་བྱའི་ཆོས་ལ་ཡ་ཨེ་ནི། གཅིག། ང་རང་ཚོ་ལ་གནང་སྟངས་ག་འདྲས་ཤིག་གནང་གི་འདུག་ལི་ངེ་བ་ཅིག་གནང་བསྡད་ཡ། རྒྱུ་རྐྱེན་ཆ་ཤས་ལ་ཅིག་དེ་འདྲས་ཤིག་འགྱུར་བས་ཏེ། གང་ལ་ཡང་ལྟོས་པ་མེད་པར་གནང་བསྡད་ད་ག་རང་དགག་བྱའི་སྣང་ཚུལ་རེད། འདི་རེད། ད་ག་རང་རེད། ག་རེ་རེད་ཟེར་ན། དུས་དེང་སང་སྣང་ཚད་བདེན་པར་བཞེངས།

གང་སྣང་སྟོང་པ་ཤར། གང་སྣང་བ་དེ་ག་རང། རྦད་དེ། ཡུལ། རང་ངོས་ནས་ལིང་ངེ་བ་ཅིག་ཡོད་བསྡད་པ་དེ་ལྟར་དུ་ཡོད་མ་རེད་བསམ་པ་ཅིག་གིས་ཨོ་གང་སྣང་སྟོང་པ་ཤར། ཨོ། དེ་འདྲའི་ཅིག་བློ་གཉིས་དེ་བར་ལྡོག་ཐུབ་པ་ཅིག་བྱུང་བ་ཡིན་ན། མགོན་པོ་ཀླུ་སྒྲུབ་ཀྱི་ལྟ་བའི་དགོངས་པ་དེ། དེ་དུས་རྙེད་ཀྱི་རེད་ཟེར་ནས་དགུང་ཐང་དཀོན་མཆོག་བསྟན་པའི་སྒྲོན་མེ་གསུང་དགོས་བ་རེད། དུས་དེང་སང་སྣང་ཚད་བདེན་པར་ཞེན། གོ་ལྡོག་ནས། ད་ཨ་རྒྱུ་ལོག་ཅིག། གོ་ལྡོག་ནས། གང་སྣང་སྟོང་པ་ཞེས་ག་རེ་སྣང་སོང་ན་ཡང་སྟོང་པ་ཤར་དུ་འོ་དེ་ཡང་རང་ངོས་ནས་གྲུབ་པའི་སྟོང་པ་རེད་འོང་ག་རེ་རེད་ཟེར་ན་རྐྱེན་སྣ་ཚོགས་པ་ལས་ཡོང་གི་འདུག་འོང་གང་གང་རྐྱེན་ལ་རག་ལས་པ་དེ་ལྟའི་རང་བཞིན་གྱིས་སྟོང་ཞེས་གསུངས་པ་འདི་ལས་ཡ་མཚན་པའི་ལེགས་བསྡོམས་ཚུལ་ནི་ཅི་ཞིག་ཡོད་ཟེར་ན་རྒྱ་མགོ་བླ་མ་ཙོང་ཁ་ཆུང་རྟེན་འབྲེལ་བསྟོད་པ་ནས་གསུངས་པ་ནང་བཞིན་ད་ག་རེ་སྣང་པ་ཡིན་ན་ཡང་རྒྱུ་རྐྱེན་སྣ་ཚོགས་པ་ལ་བརྟེན་ནས་བྱུང་བ་ཡིན་ཙང་རང་ངོས་ནས་སྟོང་པ་རེད་ད་བསམ་པར་བྱེད་ཀྱི་ངེས་པ་ལྷང་ངེ་འདྲེན་ཐུབ་པ་རྦད་དེ་སུས་སུ་བློས་བཅོལ་མི་དགོས་པ། རང་གི་ངང་གིས་འདྲེན་ཐུབ་པ་ཅིག་བྱུང་བ་ཡིན་ན་ཨེ་ནི། མགོན་པོ་ཀླུ་སྒྲུབ་ཀྱིས་ཨེ་ནི་ལྟ་བའི་དཔྱད་པ་རྫོགས་པ་རེད། གང་ཞིག་འཁོར་འདས་ཆོས་རྣམས་ཐམས་ཅད་ཀྱི་རྒྱུ་འབྲས་ནམ་ཡང་བསླུ་བ་མེད་ཐུགས་ཀྱི་དམིགས་པའི་གཏད་སོ་གང་ཡིན་རྒྱུ་འབྲས་ནམ་ཡང་བསླུ་བ་མེད་པ་དཔེ་དེབ་བདེ་མོ་ཅན་འཇོག་ཐུབ་ཡ་གཅིག་ལ། ད་གིན་གོང་དུ་ཞུས་པ་ནང་བཞིན་ཆགས་སྡང་གི་བློ་འབེན་ནག་ཐིག་ཕོག་བསྡད་ས་གཅིག་གིས་མཛུག་བཙུགས་ས་དེ་རྒྱུ་ནི་གང་གཱ་དམིགས་བཟླས་གང་གཱ། གང་ཡང་རྫུ་བོ་བཙུགས་རྒྱུ་མེད་པར་ཞིག་ཐུབ་པ་ཅིག་བྱུང་པ་ཡིན་ན། ཚེ་འཛིན་གང་བསགས། རྒྱུ་འབྲས་ནམ་ཡང་བསླུ་བ་མེད་དམིགས་བཟླས་བཟླས་སོ་གང་ཡིན་ཀུན་ཞིག་པ། དེ་ནས་སངས་རྒྱས་དགྱེས་པའི་ལམ་ལ་ཞུགས། ཨོ་ད་ཐུགས་ཟེར་ད་ནི་དེ་འདྲས་ཀྱི་མ་གཏོགས་ལབ་ཐུབ་མ་སོང། ལྟ་བ་གནད་དུ་སོང་མ་སོང་ཟེར་ཡ་དེ། ད་ལྟ་ང་རང་ཚོ་སྤུའུ་ཙམ་བཙལ་ཡ་སྲིད་སོགས་ཟེར་ཡ་དེ་ཡོང་གི་འདུག་ཨང། ཨོ་འདས་པུ་མི་གཅིག་འདས་འདས་མི་གཅིག་འདས་དུས་དུས་ཏེ། ཨ་ནི་འདི་ཇི་གོ་ཆ་ཆ་སོང་གཅིག་འདི་ཡར་བཀྱག་གཅིག་འདི་ཇི་གོ་ཆ་ཆོང་འདི་འདི་ཡར་བཀྱག་གང་དག་དེ་ན་བཞིན། ཅིག་ཡུལ་ཀུན་རྫོབ་པའི་ཆོས་སྒྲུབ་ཅིག་དུས་ཅེས་བསམ་བློ་གཅིག་བཏང་ཡོད་དུས་པར། ལས་ངན་བ་གཅིག། རྒྱུ་རྐྱེན་གང་ལ་ཡང་ལྟོས་མེད་རང་དབང་བ་གཅིག་དུས་ན་བཞིན་གཞན། ཡང་རང་བཞིན་མེད་པའི་སྐོར་དེ་དེའི་གང་ལ་ཡང་རང་བཞིན་མེད་པའི་སྐོར་དུས་བསམ་ཡོང་བའི་སྐལ་བ་ཁ་ཁས་ཉེ་ཡ་མེད་པ། ཅི་ཡང་མེད་པར་སྒྲུབ་ཅིག་སྟོང་སང་ངེ་འགག་ལ་འཕགས་ཅིག། གཅིག་གཅིག་ལི་ཡཱ་ཨེ་ནི་བད་ཏི་འགག་བ་རྟག་སྤྲོས་ཕྱིན་ཅད། གཅིག་ཡུལ་དུས་གཅིག་མེད་གཅིག་ཡུལ་དུས་གཅིག་མེད་པོ་གདུག་བྱེད་ཕྱིན། ད་དེ་འདྲས་མ་ཡིན་པ། རང་བཞིན་མེད་པར་བསམ་མནོ་བཏང་ཡུལ་དུས་རྒྱུ་དང་རྐྱེན་ཚོགས་སྣ་ཚོགས་ལ་བརྟེན་ནས་གྲུབ་པ་དེ་ལ་ངེས་པ་ཚུལ་བསྟན་དེ། སྟོང་པ་རྟེན་འབྱུང་གི་གྲོགས་སུ་ཤར། རྒྱུ་དང་རྐྱེན་སྣ་ཚོགས་ལས་ཀྱི་བྱུང་བར་རེ་བ་བསམ་ཡོད་དུས། རང་བཞིན་མེད་པ་དེ་ལ་ལམ་བཟང་ངེས་པ་སྟེར་ཐུབ་ཡ། དེས་ད་ག་ཟེ་ང་ཚོའི་བར་ཁ་བདེ་པོ་ཅིག་བཤད་པ་མ་ཡིན་པ། དཔའ་ལྡན་ཟླ་བ་གྲགས་པས། རྟག་ཏུ་འགོག་པར་རྟོགས་པའི་བསམ་གཏན་ཡིན་མོད་ཀྱི་འགྲོ་བ་མགོན་མེད་པ་ལ་སྙིང་རྗེའང་སྐྱེ་བར་བྱེད། རང་བཞིན་སེམས་ཅན་ཐམས་ཅད་རང་བཞིན་མེད་པ་རྦད་དེ་རང་བཞིན་གྱི་སྤྲུལ་པའི་སྟོང་པ་ལྟ་བ། རྦད་དེ་བསྒོམ་བདེ་བའི་གང་ཟག་དེ་གིས་རྦད་དེ་སེམས་ཅན་དེ་ལ་དམིགས་ནས་ཨ་ནི་ལྷག་པར་དུ་སྙིང་རྗེ་སྐྱེ་ཡ་ཅིག་འདུག་ཡོང་གི་རེད། ཨོ། རྟག་ཏུ་འགོག་པར་རྟོགས་པའི་བསམ་གཏན་ཡིན་མོད་ཀྱི་འགྲོ་བ་མགོན་མེད་པ་ལ་སྙིང་རྗེ་ཆེ་ཟེར་ནས་སྐུ་ཉིད། གཅིག་གིས། གྲོགས་གཅིག་གྲོགས་སུ་གཅིག་འགྲོ་ཡ། ཨོ། ངེས་པ་སྟོབས་མཚུངས་སུ་འདྲེན་ཡ། དེ་འདྲས་ཡིན་ཙང། ཨེ་ནས་པ་ནས་ཟླ་བ་གྲགས་པས། དེ་ལ་དེ་ཡི་རྗེས་སུ་འགྲོ་བའི་ཡོན་ཏན་ཅུང་རྟག་ཏུ་ཚུལ་ཁྲིམས་ཡང་དག་བླངས་ནས་གནས་པར་འགྱུར་སྦྱིན་པ་གཏོང་བར་འགྱུར་ཞིང་སྙིང་རྗེ་བརྟན་པར་བྱེད་ཟེར་ནས་སྟོང་པ་ཉིད་བསྒོམ་བསྒོམ་བསྒོམ་ཡུན་དུ་ཨེ་ནས་སྙིང་རྗེ་ཤུགས་ཆེ་རུ་འགྲོ་ཡ། ཚུལ་ཁྲིམས་སྲུང་ཡ་ཤུགས་ཆེ་རུ་འགྲོ་ཡ། ལས་འབྲས་ཤུགས་ཆེ་རུ་འགྲོ་ཡ་ངེས་པ་རྙེད་ཡ་དེ་འདྲས་ཡོང་གི་རེད། ད་ལྟ་ང་རང་ཚོས་དེ་གནད་དུ་མ་སོང་དུས་ཨ་ནི་རང་བཞིན་མེད་པའི་ཕྱིར་ད་ལྟ་གང་ཡང་མི་འདུག་བསམ་ནས་ཨ་ནི་ལས་འབྲས་ལ་ཡ། ཆ་འཇོག་ཞེ་དྲག་མེད་དེ་ཉིད་སེམས་ཅན་ལ་སྙིང་བརྩེ་བའི་བརྩེ་བ་དེའི་མ་ཤུགས་ཆུང་རུ་འགྲོ་དེ་ཉིད་འོ་དུ་འདྲེ་འགྲོ་ཡ་དེ་གོམས་པ་གནད་དུ་མ་སོང་བའི་སྐྱོན་ཡིན་པ་རེད། དེ་ཡིན། འདིའི་རྗེས་རིམ་དེ་བཟོས་རྗེས་ཨ་ནི་ལས་འགུལ་སྤེལ་ཅིག་སྐད་ཡིག་སྣ་ཚོགས་ཐོག་ནས་ཕར་ཚུར་ཅིག་དྲ་ལམ་བརྒྱུད་ནས